ནང་འཁྲུག་རང་མི་ཤེས་ཨ། ད་རུང་ཁོ་རང་ཨུ་ཏམ་མ་མཁའ་ལམ་བགྲོད་ན་ང་རང་སུ་གཅིག་བརྩིགས་ཡོད་ང་ཡང་ང་བགྲོད་ན་ང་གཅིག་བརྩིགས་ཡོད་ཁོ་རང་གཉེན་སྟོན་ང་རང་གི་བསྟན་ཡིན་རོ། ཨེ་འདྲའི་སྡུག་ཅག་ག་རེ་སྐུ་ཚེ་ལབ་མ་སོང། བོད་པ་ག་ལ་སྡུག་ཅག་ག་རེ་སྐུ་ཚེ་ལབ་མ་སོང།

ཁོ་རང་སྐད་ཆ་བཤད་ཁུལ་དེ་རྫུན་མ་བཤད་ཟེར་ཚང་མ་བདེན་པ་བཤད་སོགས་ནི། ཁོ་རང་ཚོ་ད་ནེ་པ་ལི་ལ་ན་དངོས་གནས་རང་བཙན་ཡོད་མཁན་ཅིག་རེད། ཨ་ནི། བོད་པ་རང་བཙན་མེད་སྐྱོར་ལ་དུས་ཨ་ནི་ག་རེ་ཕོག་ཡོད་རེད་ད་དེ་སྐད་ཆ་དངོས་གནས་ཤོད་དུས་ག་རེ་ཕོག་ཡོད་རེད་རང་བཙན་ཡོད་མ་རུང་ཨ་ནི། ཨ་ནི་ད་དུང་ཡང་རང་བཙན་མེད་མཁན་མེད་མཁན་ཡོད་ཨ་ནི་ང་ཚོ་མི་རིགས་དབྱེ་བ་ག་ཚོད་བཅད་དགོས་རེད་ད་དུང།

ཁྱེད་ཀྱི་དཀྲུགས་ཤིང་ལ་ངས་འདྲེ་མང་པོ་འབྱོར་སོང་ང་ལ་ངར་རེའག་བྱེད་དགོས་དོན་མེད་གུ་དེ་འདྲེ་ལ། ཁ་ཆེ་ན་ཨུ་ལྟམ་མང་ཀ་ལམ་གྱི་བསྡུར་བཤད་བྱོས་རོགས་ཉིད་ཀྱི་གཙང་མ་ཧ་གོ་ཡོད་ཁོ་ར་གཙང་མ་ཅི་རེད་ཁོ་བོད་པ་ལ་ཤ་ཞེན་ཡོད་རེད་བོད་པ་ལ་ཤ་ཞེན་ཡོད་ཁྱེད་རང་ཚོ་ག་འདྲེ་ཧ་གོ་ན་ཁོ་རང་གྱི་བརྙན་ཐུང་འདི་ག་འདྲེ་བཟོས་ཀྱི་འདུག་སྐྱེ་ག་རི་ང་ལ་བཟོས་ཀྱི་འདུག་བོད་སྐད་ང་ལ་བཟོས་ཀྱི་འདུག་ཨ། གཙང་མ་གཙང་རྒྱལ་རེད་ད་འོ་འདི། ལྐུགས་པ་མ་རོགས་ཨ། འདུས། དཀྲོག་གཏམ་ཞིག་དང་སུག་གི་བཀྲམ་གྱི་རེད་ལ་ནམ་མ་ག་ངས་ཞིག་བཀྲམ་གྱི་རེད་ཨང། ཨ་ནི་ཡིད་ཆེས་ངེས་སུ་དང་འདི་ལྐུགས་པར་དང་དངོས་གནས་ལྐུགས་པར་དང་ངོ་དེ་ང་ཞུ་དུས་ཆུང་ཟེར་བ། བལ་ཡུལ་མི་ཚོས་ད་ལྟའི་གནད་ཀ་སོགས་བོད་ལ་རག་རྩལ་མེད་པ་དང་བོད་ལ་དབང་ཤུགས་མ་སོང་ནས་དེ་ཙམ་ཞིག་མེད་པའི་གོ་སྐབས་འདི་གཟིམས་ནས་བོད་ལ་ཀྱི་མཐོང་ཆུང་བྱེད་ཡ་དང་ཡང་བོད་ལ་ཀྱི་བརྙས་བཅོས་འདྲ་བོ་བཤད་ཚོགས་བྱེད་པ་ཡིན་ན།

སྐད་ཆ་མང་པོ་བྱས་ད་ད་ལྟ་སྤྱི་ཚོགས་དྲ་རྒྱ་ནང་ལོག་ལ་སྐད་གྲགས་ཆེན་པོ་ཡོད་དུ་གྱུར་བ། ཡུ་ཀྲུག་པར་ང་ཚོ་བོད་པའི་གཞོན་སྐྱེས་འདི་འདྲ་ཡོད་རེད་བ་ངས་ངོ་ཤེས་པ་མང་པོ་ཡོད་རེད་བ། ཁོང་ཚོ་ཀྱིས་ད་ཕ་ཆེ་ཕ་ཆེ། ཁོ་ལ་རྒྱབ་སྐྱོར་མ་བྱེད་ཨ་ཟེར་སྒྲོག་ཅིག་ཡོད་རེད་བ། འདི་འདྲའི་སྒྲོག་ཅིག་ལབ་བསྡད་ཀྱི་འདུག་རེད་བ། ད་འདི་གནས་སྟངས་ངོ་མ་ངོ་མ་དེ། གར་སེ་འོ་རེད། ག་འདྲའི་དྲི་ཆུ་ལ་ཐུག་ཡོད་མེད་འདི་ངས་ཧ་གོ་མི་འདུར་བ། གར་ཞིག་ལ་ན་ང་ཚོ་སྤྱི་བཏང་ནས། ང་ཚོ་ད་ང་ང་འདྲ་བོ་ཞིག་ཆ་ཞག་ག་ཞིག་ན་ཡང། གར་སེ་འོ་རེད། ནེ་པ་ལི་ཁུངས་གཏོགས་རེད་དེ་ཡིན་ན་ཡང་ངས་ག་དུས་ཡང་ནེ་པ་ལི་རེད་བསམ་བསམ་མྱོང་མེད་གི་བསམ་མྱོང་མེད་རེད་བ། ང་ནེ་པ་ལི་ཡིན་བསམ་མྱོང་ཁོ་རང་མེད། རྟག་ཏུ་དོགས་པ་ཁོ་རང་རྟག་ཏུ་རེད་ནེ་པ་ལི་དོགས་པ་ཁོ་རང་མེད་རེད་ང་ཚོ། ཁོ་འདྲ་བོ་ཆགས་ཤག་ན་དོགས་བོ་ནི་རེད། ང་བློ་བོ་ནི་རེད་ཁོ་དོགས་བོ་ནི་རེད་ཨ་ནི། ང་ཚོ་གི་ག་ས་བོ་རེད། ལུང་པ་འདྲ་བོ་ཅིག་ཆགས་ཤག་ན་ཡང་ཁྱིམ་མཚེས་ཆགས་ཐུབ་ཡོད་རེད་བ། སོང་ཙང་ད་བློ་བོ་དང་དོགས་བོ་གྱི་མི་རིགས་དེ་ནང་བཞིན་གྱི་སྙེ་ཤང་དང་ནུབ་རིས། ཨ་ནི། གངས་ཅན་ལྟར། ང་ཚོ་ཧི་མ་ལ་ཡའི་ཀྱི་མི་རིགས་མང་ཆེ་གཅིག་རེད་བ་མང་ཆེ་གཅིག་ལྷག་པར་དུ་དགོན་པའི་ནང་ལ་དེ་གིན་གྱི་དེ་མྱོང་འགྱོགས་ཀྱི་ང་ཚོ་གྲྭ་ཟུར་ཡིན་ན་འདྲ་ད་ལྟ་གྱི་གྲྭ་བ་ཡིན་ན་འདྲ་རེད་བ་མང་ཆེ་གཅིག་གི་བསམ་བློ་ནང་ལོགས་ལ་ང་བོད་རིགས་ཡིན་བསམ་པ་ཅིག་མ་གཏོགས་ང་ནེ་པ་ལི་ཀྱི་རིགས་ཡིན་བསམ་པའི་འགྲོ་བ་ཅིག་ད་ཕྱིའི་སྣང་ཚུལ་ལ་ལྷ་སོགས་རེ་ཡིན་མདོག་མདོག་སྒྲོག་ཅིག་བྱས་ན་ཡང་སེམས་ནང་སེམས་ཁོང་རུས་གཏིང་ནས་ང་མི་རིགས་འདི་ཡིན་ང་ནེ་པ་ལའི་མི་རིགས་ཡིན་ཟེར་མདོག་དང་ང་རྒྱ་གར་གྱི་མི་རིགས་ཡིན་ཟེར་གྱི་བསམ་བློ་དེ་དཔེ་ཉུང་ཉུང་ཡོད་རེད་རེད་བ་སྤྱི་བཏང་ནས་བསམ་བློ་བཏང་བ་ཞིག་ན་ད་ལྟ་སྐར་སོགས་རེ

ཡིན་ན་ཡང་བོད་པ་དང་བོད་རིགས་གཉིས་གཅིག་པ་རེད་ཟེར་མཁན་ཡང་མང་པོ་ཡོད་རེད་བ་ཡིན་ན་ཡང་ང་ཚོ་བོད་ཀྱི་རིགས་རེད་དེ་ཡིན་ན་ཡང་བོད་ནས་ཆེད་དེ་ཀྱོ་རིགས་རེད་བ་ང་ཚོ། ཡིན་ན་ཡང་ང་ཚོ་བོད་པ་རེད་ཟེར་འགྲོ་བ་ཡང་ཏོག་ཙམ་གྱི་ང་ཚོ་ག་ས་བ་རེད་ཆབ་སྲིད་དང་གཞུང་གི་ཆབ་སྲིད་དང་དེ་ནང་བཞིན་རྒྱ་ཁབ་ཀྱི་ད་ག་ས་བ་རེད་ཁོ། ས་མཚམས་ཀྱི་དབང་དང་འདི་འདྲའི་གྱི་བྱས་ནས་ང་ཚོ་ལམ་ལ་ལྟོས་ཡང་བླུན་པོ་ཡང་མེད་རེད་བ་མ་རེད་ང་ཚོ་ང་བོད་པ་ཡིན་ཟེར་ན་ཡང་བླུན་པོ་མེད་རེད་དེ་ཡིན་ན་ཡང་ང་ཚོ་བོད་རིགས་ཡིན་ལབ་ན་ཨ་ནི་མ་བླུན་དེ་གས་མེད་རེད་བ་བླུན་པོ་མེད་དེ་གས་མེད་རེད་བ་མ་རེད་འདི་འདྲ་མ་སོང་ཙང་ཁོང་ཡང་དུས་དང་རྣམ་པ་ཀུན་ཏུ་བོད་རིགས་ཡིན་ཟེར་མཁན་གྱི་མི་ཞིག་རེད་རེད་བ་སོང་ཙང་ཨ་ནི་ཤ་ཚ་བའི་གཏམ་ལ་སྙན་པོ་མེད། ཟེར་བ་ནང་བཞིན་ཕ་ཆེ་ཕ་ཆེ་ཆགས་ཡང་ས་རེད་བ། ཁོང་གིས། སོ་སོ་ཀྱི་མི་རིགས་རང་ཡིན་པའི་འདུ་ཤེས་ཀྱིས་ཨ་ནི། གསུངས་འདུག་བ་མ་རེད་བརྙན་ཐུང་འདིའི་ནང་ལ། སོ་སོའི་མི་རིགས་ཡིན་པའི་འདུ་ཤེས་ཁྱེར་ནས་གསུངས་འདུག། ཨ་ནི་ཁྱེད་རྣམ་པ། ཕྱི་ལོགས་ལ་བཞུགས་ནས་གང་བྱུང་མང་བྱུང་གསུངས་ཡོང་ན། ཨ་ནི། ད་ལྟ་ང་ཚོ་བལ་ཡུལ་ནང་ལོག་དེད་མཁན་གྱི་བོད་པ་འདི་ཚོ་ལ་དཀའ་ལས་འཕྲད་ཀྱི་རེད་ད་ཟེར་ནས་གསུངས་འདུག་བརྗོད་བྱ་རྡོག་རྡོག་ངོ་མ་ནི་འདི་རེད་དོ་མ་རེད། འདི་ལ་མི་མང་ཆེ་གིས Warning ལབ་ཀྱི་འདུག་གས། ཁོས Warning སྤྲད་སོང་ཟེར་གྱི་ཡོད་རོ། ཁྱེད་ཚོ་ཕྱི་ལོག་ནས་གང་བྱུང་མང་བྱུང་ལབ་ཀ་བྱེད་ན། ང་ཚོ་བལ་ཡུལ་གྱི་མི་རིགས་ཡིན་སོང་ཙང་ཨ་ནི་ཁྱེད་ཚོ་ད་ལྟ་འདི་ལ་དེད་མཁན་བོད་པ་འདི་ཚོ་ལ་ང་ཚོ། སྐྱིད་པོ་བྱས་ནས་དེད་ཆོག་གི་མེད་ད། ཟས་ཀྱི་ནི་སྐད་ཆ་ཞིག་ཤེས་སོང་ཟས་ཀྱི་བསམ་བློ་ཅིག་སླེབས་འདུག་བ་མ་རེད་ཁོང་གི་སྐད་ཆ་འདི་གི་གོ་བ་འདི་འདི་འདྲས་ཅིག་ལོན་ལེན་འདུག་བ་ཁྱེད་རྣམ་པ་ཀྱི་རེད་བ། ཡིན་ན་ངས་བསམ་ན་རེད་བ། ཁོང་གི་གསུང་ཕྱོགས་འདི། ད་བརྒྱ་ཆ་བརྒྱ་བདེན་པ་རེད་ཟེར་གྱི་མེད་ཡིན་ན་ཡང་ང་རང་གི་ཉམས་མྱོང་གི་ཐོག་ནས་ཟེར་བ་ཡིན་ན། ང་སྔོན་མ་བ་ཡུལ་ལ་སློབ་སྦྱོང་སྦྱངས་ནས་བསྡད་དུས། ཨ་ནེ་ངས་ང་ཚོ་གདོང་པ་དེ་དག་ག་ས་བོ་རེད། བོད་པ་གྱི་གདོང་པ་དེ་ཡོད་པ་སོང་ཙང་རེད་བ། ཨ་ནེ་ག་བར་མུ་ཇིའི་འཁྲུངས་སྐར་དུས་ཆེན་དང་གསུམ་བཅུ་དུས་ཆེན་དང་འདི་འདྲའི་ལ། ང་ཚོ་ཕྱི་ལོག་ལོག་ཁོ་རང་བཏང་གི་ཡོད་མ་རེད་ད། ན་གིར་ད་སྟོན་ན་ཡང་རེད་ད། བ་ཡུལ་གཞུང་ཁ་ཤས་ད་ལག་འཁྱེར་བྱེད་ཀྱི་ཡོད་རེད་བ། འདི་བཏོན་ན་ཡང་ད་དུང་ང་ཚོ་ང་དང་ངའི་གྲོགས་པོ་མང་པོ་ཅིག་འདི་ལ་དེ་རེད་ག་ས་བཙོན་ཁང་ནང་ལོག་ལ་འཛུལ་མྱོང་ཡོད་ཡ། ཁྱེད་ཚོ་ཕྱི་ལོག་ལ་ཐོན་ཆོག་གི་མ་རེད་ཟེར་ཡ། དེ་རིང་ཁྱེད་ཚོ་གི་དུས་ཆེན་དུས་ཚོད་དུས་ཆེན་རེད་དེ་བྱས་ནས་ཁྱེད་ཚོ་ཕྱི་ལོག་ལ་ཐོན་ཆོག་གི་མ་རེད་ལ་ནས་ང་ཚོ་བཙོན་ཁང་ལ་དྭགས་རེད་ད།

ཨིན་ཇི་བྱེད་ཀྱི་རེད་རྒྱ་རྒྱ་བྱེད་ཀྱི་རེད་ཡ། བོད་པ་མང་པོ་ཅིག་གིས་གསུངས་འདུག་མ་རེད་སྤྱི་ཚོགས་ཅིག་གི་ནང་ལོག་སླེབས་ཡོང་དུས་བརྩམས་པ་ལ། སྤྱི་ཚོགས་གང་གི་སྤྱི་ཚོགས་ཡིན་པ། འདིས་ཨ་ནི། ད་ཕྱི་ལོག་གི་ཕྱི་ལོག་ནས་ཡོང་དུ་འཇུག་གི། མི་རིགས་འདི་ལ། མི་འདི་ལ། ཨིན་ཇི་བྱེད་རྒྱ་བྱེད་ག་རེད་ཟེར་ནས་གསུངས་འདུག་མ་རེད། འདི་རྒྱ་བྱེད་ག་རེད་ཡིན་ན་ཡང་འདི་འདྲའི་སྣང་བ་ཡིན་ན།

ཇེ་མང་ཁོ་ཚོ་ནི་ཐོབ་གོ་ས་ཆེན་པོ་ཞིག་དང་གོ་ས་གོ་གནས་ཆེན་པོ་ཞིག་ལ་སླེབས་ཡོང་དུས་ཙམ་པ་ལ་ང་ཚོའི་མི་རིགས་ལ་དཀའ་ངལ་མ་སྤྲད་སྲིད་པ་མ་རེད་བ་མ་རེད་དེ་འདྲས་ཞིག་གོ་བ་ལས་ན་ག་འདྲས་འདུག་མ་རེད